ངོ་བོ་རྣམ་པ་གླིང་གི་ཆ་ཚང་ལ་བཀྲ་ཤིས་བདེ་ལེགས་བརྗོད་རྒྱུ་དང་ཆབས་ཅིག་ཏུ། ད་རྣམ་པ་གླིང་གི་ཆ་ཚང་གི་གཞུང་ནང་བཞིན་གྱི། ད་ང་རང་ཚོ་གི་ད་ལྟ་ནས་ག་རེ་ཟག་ནས། ནང་ཆོས་དང་ཚན་རིག་གཉིས་ཀྱི་ནས་གཙོ་གཙོ་བོ་ནས། འབྲེལ་བ་ཆེན་པོ་ག་ཚོད་ཡོད་མེད་ལ་ཡི་ཏི། ནས་ག་ཚོད་གལ་ཆེན་པོ་ཡིན་མིན་ལ་ཡི་ཏི། འོ། ད་དེ་ཐོག་ལ་ནས་རྣམ་པ་ཚོ་གཅིག་བྱས་ནས་ཏོ་ཟེར་ནས། ཇུས་རོགས་ར་འདི་འདྲས་གསུངས་སོང། ཟེར། མཁས་དབང་དང་འདི་འདྲས་ད་རྩ་བ་ཉིད་ནས་མ་ཡིན་རོགས།

པའི་མཁས་པ་ཆེན་མོ་ཆེན་པོ་འདི་ནི་སྙམ་དུ། དྲི་བ་དྲིས་ལན་བྱེད་ཡག་གི་གོ་སྐབས་དངོས་གནས་དྲང་གནས་ཀྱི་མང་པོ་ཞེ་བོ་ཆེ་རག་སོང་ད་ང་རང་བགྲོ་གླིང་ག་ཚོད་ལ་འགྲོ་ནས་ག་ཚོད་ཅིག་གི་ནས་དྲི་བ་རེ་བསྐུར་ཡིན་ནའི་འདི་ཨ་ནི་སོ་སོ་ལ་སློབ་སྐྱེར་ག་རེ་ག་རེ་རག་སོང་ལ་ཡས་ཀྱི་རོ། འོ་ད་དེ་རིང་དེ་ཐོག་ལ་ཨ་ནི་མཛུབ་སྟོན་ཅིག་ཞུ་ཡས་ཡིན་རོ། ད་དེ་ཐོག་ལ་ཏོ་ཞེས་ཨ་ནི་ང་ལ་བཤད་འགྲོ་ཡོད་པ་ཡིན་ན་ག་བལྟས་ང་ལ་དེ་ལ་དེ་ལ་དེ་ལ་དེ་ལ་ཁྱེད་རང་ཚོ་གོ་དེ་ནས་གཏིང་ཚ་བོ་དེ་ནས་མཐོང་གི་ཡོད་པ་ཡིན་ན།

བཤད་ཡོད། འོ་དེ་ད་ག་རང་གི་རྣམ་པ་ཚོ་ལ་ནི་བརྗོད་གི་ནི་ཐབས་ཤེས་ཙམ་གྱིན་རོགས། ལྷོ་བཟང་ནག་ཆོས་ལ་ཡ་དང་ནག་ཆོས་ཡོད་དང་ང་ནི་ཚན་རིག་ལ་ཡ་དང། འོ་ད་དེ་གཉིས་ག་ཚོད་དགེ་ཆེན་མོ་ཡིན་མིན་ལ་ཡ་དེ། དེང་སང་ང་རང་ཚོ་ད་སྤྱི་ཚོགས་ག་བ་ག་ས་ལ་སྦྱངས་འདོད་ཡོད་རེད་ད་ང་རང་ཚོ་ཚན་རིག་དང་འདི་ག་རེ་ད་ནི་ནག་ཆོས་དེ་ག་བ་ག་ས་ལ་འགྲོ་འདོད་ཡོད་རེད་ད་དེང་སང་ད་དེ་ལས་ནག་ཆོས་དང་ད་ནི་ཚན་རིག་དང་ནི་ག་ས་ནག་ཆོས་གཉིས་ད་དེ་ལས་མཉམ་འགྲོ་ད་འདྲ་མཉམ་ཚོ་ནི་འགྲོ་འདོད་རེད།

ད་དེ་འདྲས་མཐོང་འདུག་ང་ཚོས་ད་དེ་འདྲས་དུས་ཚོད་ནང་ལ་ང་རང་ཚོ་ག་འདྲ་ཅི་ད་ནས་བསམ་བློ་འཁྱེར་དགོས་འདུག་ལ་ན། ཚེ་རིང་ཡག་པོ་རེད་བཞག་ལ་ཡ་དང་ནང་ཆོས་དེ་ནི་ལྟ་བ་འདི་ནས་འདི་ནས་ཅི་ཕལ་ཆེར་ཡོད་ན་མེད་ན་རྡོག་པ་ཟ་ཡ་དང་དེ་འདྲས་རྩ་བ་ཉིད་ནས་བྱས་མ་རེད་ཟེར་བ། ཚེ་རིང་ལ་དེ་ཀ་རེ་རེད་ཟེར་ན་ཁོ་རང་ཕྱི་དངོས་པོ་ཐོག་ནས་ཚེ་རིང་ཁོ་རང་ཐོག་ནས་བཞུད་པ་ཡིན་ན།

ག་རེ་ཐོག་ལ་ཡིན་ན་འདྲ། བརྟག་དཔྱད་རོགས་ཞིག་བྱས་ནས་དངོས་པོ་ཅིག་རག་མ་སོང་ན། ང་རང་ཚོ་ནི་མིག་ལ་མཐའ་ཡས་ནི་མིག་ལ་བལྟ་ཡས་ཡོད་ཀྱོག་ཅིག་དང། དེ་འདྲ་ཅིག་རག་མ་སོང་ན། ཨོ། ད། ད་ཕ་ཅིག་ཁོ་ཚོ་གིས་ནི། མི་སྡུག་ལ་ནི། དགག་པ་རྒྱག་གི་ཡོད་མ་རེད། སྐད་ཆ་དང་པོ་དེ་རེད་ད། མི་སྡུག་ལ་ནི་རྩ་བ་ཉིད་ནས་དགག་པ་རྒྱག་གི་ཡོད་མ་རེད་རོ། ད་ནི་སྡུག་ལ་ནི་ཁོ་ཚོ་གིས་ནི་ཐག་གཅོད་དུ་ཁས་ལེན་གི་ཡོད་མ་རེད། འདི་འདྲས་ཅིག་ལ་བཞག་ཆགས་དགོས་ཡོད་རེད། ཚང། ང་ཚོ་ཚེ་རིང་སོག་པོ་རེད་ཤག་ལ་ནི་འགྲིག་གི་མི་འདུག་བ། རེད་ཨ་མ། རྒྱུ་མཚན་ཧ་གོ་སོང་ཨ། ག་རེ་ན་ཁོ་ཚོ་གི་སྤྱི་དངོས་པོ་དང་བརྟག་དཔྱད་བྱེད་ཀྱི་རེད་རོ། ཡོད་པ་དེ་གང་ཡོད་པ་དེ་དཔེར་ན་ང་ཚོ་གི་ད་ང་རང་ཚོ་གི་ནང་པ་ཡིན་པའི་ཤག་ལ། ལས་རྒྱུ་འབྲས་དང་སྐལ་བ་སྔ་ཕྱི་ཡོད་རེད་རེད་ང་ཚོ་ཤེས་ཀྱི་ཡོད་རོ། བ། བཟོ་ཚང། ད་ཁོ་ཚོ་གི་ལས་རྒྱུ་འབྲས་དང་སྐལ་བ་སྔ་ཕྱི་དེ་མཐོང་ཡ་མེད་པ་བཟོ་ཚང། མི་འདུག་ལབ་ཀྱི་ཡོད་མ་རེད་རོ་ཡང་ཁོ་ཚོ་གི། ཁས་ལེན་གྱི་ཡོད་མ་རེད་ད་ཡིན་ན་ཡང། མི་འདུག་ལ་ཡོད་ལ་ཁོ་ཚོ་ལ་གཅིག་བསྟན་གྱི་གོ་རུ་བ་དེ་གཅིག་བསྟན་དམིགས་བསལ་ཁོ་ལ་བསྟན་གཅིག་མེད་པར་སོང་ཙང་ཡོད་མ་རེད་ར་ནི་ཐག་ཆོད་ལྟར་དགག་པ་རྒྱབ་ཀྱི་ཡོད་རེད་ར་ནི་རྩ་བ་ཉིད་ནས་དགག་པ་རྒྱབ་ཀྱི་ཡོད་མ་རེད་རོ། ཡིན་ནའང། ཐེ་ཚོམ་གཅིག་ག་ལ་ཁོ་ཚོ་བཞག་གོ་ཡོད་རེད་ད། ད་བརྟག་དཔྱད་ཅི་དང་ཅི་བྱེད་པ་དེ་ཚང་ཁོ་ཚོ་དེ་ཐོག་ལ་བརྟག་དཔྱད་འགྲོ་བསྡད་ཡོད་རེད་ད་མུ་མཐུད་ནས།

ཕར་ཕྱོགས་ལོས་པའི་ཕྱི་དངོས་པོ་གིས་ནུས་པ་དེ་ལྟ་ཐུབ་ཀྱི་རེད་བས་ཟེར་ན། དེ་རྩ་བ་ཉིད་ནས་ལྟ་ཐུབ་ཀྱི་ཡོད་མ་རུང་བ་དྲང་པོ་དྲང་རྐྱང་ནང་དེ་ལྟ་ཐུབ་ཀྱི་ཡོད་མ་རེད། སོང་ཙང་ད་དེ་འདྲའི་རྟ་ཡག་ཁོང་དེ་ག་ལེ་ག་ལེ་ད་དུས་རབས་ད་ག་ལེ་ག་ལེ་འགྱུར་བ་འགྲོ་འོང་དུ་ད་དེ་ལ་བབ་པའི་ཁོ་རྟ་ཡག་གི་ནུས་པ་དེ་ད་ཁོ་ལ་དེ་ཁོང་ཚོ་ལ་དེ་ནས་དེ་ནས་ཤུགས་ཆེ་རུ་ཆེ་རུ་ཆགས་འགྲོ་ན། ག་ལེ་ག་ལེ་ད་ཁོང་ཚོ་ལ་དངོས་གནས་ད་ད་ལས་དེ་རྒྱུ་འབྲས་འདུག་སྐྱེ་བ་སྔ་ཕྱི་འདུག་ལ་དེ་བྱ་ཡ་དེ་དངོས་གནས་ཆགས་འགྲོ་གི་རེད།

ཤིང་མེད་དགྲ་ཟུང་ནས་ནི་ཤིང་ཡོང་མི་འདུག། ཤ་བ་མེད། ཤིང་མེད་དགྲ་ཟུང་ནས་ནི་ཤིང་མི་འདུག་ཤ་བ་མེད། དེ་ནས་སྟག་གོ་གོ་ཡོར་བ། ད་དེ་ནས་དེ་ནས་སྟག་དེ་ནས་དེ་ནས་དེ་ནས་རྒྱུ་མཚན་འདི་ལ། དེ་ནི་ང་རང་ཚོ་གི་ད་དེ་ག་རང་ཚོ་ན་ང་ཚོ་དེ་སྟག་གོ་ཡ་དེ་ང་རང་ཚོ་གི་བྱ་གླག་སྔོ་པོ་རྡོག་རྡོག་དེ་ནས་ཅིག་དེ་རིགས་ཁྱེར་ནས་ནི་གོ་གི་ཡོད་རེད་བས་ཟེར་ན་གོ་གི་ཡོད་མ་རེད། ནང་ཀླད་པའི་ཐོག་ནས་གོ་གི་ཡོད་རེད་ད། ནང་ཀླད་པའི་ཐོག་ནས། དངོས་པོ་གཅིག་ལ་བརྟེན་ནས་རྒྱུ་མཚན་དེ་ལ་བརྟེན་ནས་འདི་ལ་དེ་ལ་འདི་ཡོད་ས་རེད། དེ་ཡོད་པའི་རྒྱུ་མཚན་ལ་དེ་འདུག་ཨ། ག་ཚད་དེ་མེད་པ་ལ་དེ་འབྱུང་ཡ་ཡོད་མ་རེད།

ཆགས་ཀྱི་ཡོད་རེད་བ། ག་ལེར་རིག་རིག་པ་རང་གི་ཐོག་ནས་སྒྲུབ་ཐུབ་ཀྱི་ཡོད་པ་ཡིན་ན་ལས་དགེ་འདུན་ཡོད་པ་དང་སྐལ་བ་སྔ་ཕྱི་ཡོད་པ་དེ་ང་རང་ཚོ་གིས་ད་རིག་པའི་ཐོག་ནས་སྒྲུབ་ཐུབ་སོང་ད་ཁོང་ཚོ་གིས་རིག་ད་མཐོང་མ་མཐོང་འོང་དུ་མི་འདུག་ལོ་གོ། ད་ང་ཚོ་ཐར་པ་དང་ཐམས་ཅད་སྐྱེ་བོའི་གོ་འཕང་ཐོབ་ཡ་ཡོད་ར་ན་ང་རང་ཚོ་ག་དོན་ནས་དེ་ལ་ཀ་རེ་རྒྱབ་ཏུ་འགྲོ་གི་ཀ་རེ་རྒྱབ་གི་ཡོད་རེད་དེ་ལ་ཀ་རེ་ཡོད་ཡང་ཡོད་རེད་ལ་ང་རང་ཚོ་གིས་དེ་ལ་བརྟེན་ནས་ཅིག་ནུས་པ་ཐོན་ཡ་ཡོད་ཡང་ཡོད་རེད། རེད་བ། པས་ག་ནས་ཁྱེད་ལ་ངས་རྡོག་རྡོག་བྱས་ནས་ཤ་འོང། མང་པོ་ཞུས་ན་ང་རང་ཚོ་ཆུ་ཐང་དེ་ཚོ་མང་པོ་ཅིག་ན་འདི་འདྲས་ཅིག་ཨ་ནས་ཏག་ཏག་ཅིག་བསྡད་ཀྱི་ཡོད་ནི་མིན་ན་ཟེར་བ། ད་ང་རང་ཚོ་གི་སྒོམ་ཡག་པོ་ཞིག་བརྒྱབ་པ་དེ་ལ་བརྟེན་ནས་ག་རེ་ཡོད་རེད་ད་ང་སེམས་ལ་ཞི་བདེ་ལས་ཡོད་རེད་བ། སྒོམ་ཡག་པོ་བརྒྱབ་སྒོམ་ཡག་པོ་བརྒྱབ་པས་ང་རང་ང་ཕོད་རླུང་ཚ་བོ་དང་ཁོང་ཁྲོ་ཚ་བོ་དང་ང་ཚོ་འདི་འདྲས་ཡོད་པ་ནི་ངོ་ནས་དྲན་ནས།

རིག་པ་སེམས་ཅན་ཐམས་ཅད་ལ་སྡུག་བསྔལ་ཡོད་རེད། ང་མི་གཅིག་ལ་སྡུག་བསྔལ་ཡོད་ན་ག་རེ་ཡོད་རེད། དེ་འདྲའི་བསམ་བློ་ཅིག་སྐྱེ་དགོས་རོགས་ཡ་ང་རང་ཚོའི་ནང་ལོགས་ལ། ང་མི་གཅིག་ལ་སྡུག་བསྔལ་ཡོད་ན་སེམས་ཅན་ཐམས་ཅད་ལ་སྡུག་བསྔལ་ཡོད་རེད། སྡུག་བསྔལ་མེད་པའི་སེམས་ཅན་གཅིག་ཀྱང་ཡོད་མ་རེད། ད་ང་རང་ཚོ་འདི་ལ་ཏོག་ཚ་སོང་ན་དཔེ་ན་སོང་ན་ཁ་ཅིག་ལ་ཤི་བོ་ཅིག་བྱེད་ཀྱི་འདུག་དཔེ་དེ་ནས་ལག་པ་དེ་ནས་ཤོར་སོང་ན། ང་ལ་ཅིག་བྱས་སོང་ན་ང་རང་ལ་ཤུགས་ཆེན་པོ་སླེབས་འོང་གི་འདུག།

ཚན་རིག་ཐོག་ནས་བྱ་ན་དེ་འདྲ་ཞིག་འདུག་ཁྱི་གི། དེས་ན་གཉིས་ཀ་རྒྱ་ཆེན་མོ་གཉིས་ཀ་རྒྱ་ཆེན་མོ་ཆགས་ཏུ་ཡོད་རེད་ད་ངས་རྩ་བ་ཉིད་ནས་དེ་རྩ་བ་ཉིད་ནས་ཞུ་གི་ཡོད་མ་རེད། རྒྱ་ཆེན་མོ་འདི་ཀྱི་རྒྱ་ཆེན་མོ་རེད་འདི་རྒྱ་ཆེན་མོ་མ་རེད་ལ་ཡོད་དེ། ག་རེ་བྱས་ནས་རྒྱ་ཆེན་མོ་རེད་ལ་དེ་ངེས་པར་དུ་ཡང་སེམས་དགོས་རེད་ཟེར་བ་ཡང་ཡང་འཇུག་དགོས་ཐུག་གི་འདུག་ག་རེ་ལ་ན་ཁ་ཅིག་དེ་ཡང་འདི་ཀྱི་མ་དེ་ལ་ཡང། སྒང་ལ་ཅིག་བྱས་དེ་ཀྱི་མ་ཀྱི་མ་དང་ཏག་ཏག་ཏག་ཏག་བྱས་ཡང་མ་དེ་བག་ན་ཡང་འཁྲུག་འགྲོ་བ་ན་ཡག་པོ་མི་འདུག་ཨ། བྱས་ཙང། ནང་པ་རེད་དེ་ནང་སེམས་ཀྱི་རང་གི་ཐོག་ནས་ཁོ་རང་སྐྱེད་པ་བྱས་ནས་རྒྱུ་མཚན་དེ་དག་བཀོད་ནས་དེ་ནས་ཅི་ནས་དེ་དེ་ནས་བསམ་བློ་ཁོ་རང་དེ་ནས་གང་རང་ལྟ་བས་ང་རང་ཚོ་མིག་བཙུམ་ནས་དེ་ནས་རྒྱུ་མཚན་དེ་ནས་ཅིག་ལ་ནས་བསམ་བློ་བཏང་ནས་འོ་དེ་ལ་དེ་ནས་དེ་རེད་འདི་རེད་དེ་ལ་དེ་རྒྱུ་མཚན་ལ་དེ་ནས་དེ་ཡོང་གི་འདུག་དེ་རྒྱུ་མཚན་ལ་དེ་ནས་དེ་ཡོང་གི་འདུག་དེ་རྒྱུ་མཚན་ལ་དེ་ཡོང་གི་འདུག་རྒྱུ་མཚན་མང་པོ་ཅིག་ལ་དེ་ག་རེ་བསམ་པ་རང་གི་ཐོག་ནས།

ནང་ད་ནས་ང་ཚོས་འགྱུར་བ་ཆགས་དང་མ་ཆགས་ལ་དེ་ནང་སེམས་ལ་ཚུགས་དུ་ཡོད་རེད་བ། ང་ཚོ་ག་རེ་བྱས་ན་ང་ཚོ་རྒྱ་ལ་ག་རེ་བྱས་སླེབས་ཡོད་མེད་དག་སླེབས་མ་ཐུབ་པ་དེ་ག་རེ་བྱས་ཚུལ་ནང་སེམས་ཀྱིས་ཏག་ཏག་བྱས་མི་འོང་དུ་དེ་ལ་བྱས་ན་གང་ལ་སླེབས་ཐུབ་ཀྱི་ཡོད་མ་རེད་ནང་སེམས་ཀྱི་ཐོག་ནས་ཅིག་རང་བཞིན་ཁོ་རང་ག་རེ་ཡིན་ན་སླེབས་ཐུབ་ཡས་ཡོད་རེད། སོང་ཙང་ད་རྣམ་པ་ཚོ་ལ་མང་ཆེ་ངས་དེ་ཡིས་རྡོག་རྡོག་བྱས་ནས་ཞུ་བྱས་རེད་ད། ད་དེ་འདི་ཅི་ས་བོ་བཞུགས་པ་ནི་ད་དངོས་གནས་མང་པོ་བཞུགས་འོས་པའི་རྫོགས་ཡ་ཅིག་ཡོད་མ་རེད་རོ། སོང་ཙང་དེ་ད་རྣམ་པ་ཚུགས་ཀྱི་མང་ཆེ་གི་ད་མང་ཆེ་ཁེངས་གི་རེད། སོང་ཙང་དེ་འདི་ཡོག་མ་ལ་དེ་འདི་བི་ཏྲོ་དེ་འདི་ཡོང་དགོས་རེད་རོ། བོད་ན་ནང་སེམས་གི་ཐོག་ལ་དེ་འདི་ཨ་ནི་གི་ད་དེ་རིང་གི་ནང་སེམས་དང་ཨ་ནི་ཚེ་རིང་གཉིས་གི་རོ། ཨོ་ཨོ་གཙོ་བོ་ག་རེ་རེད་ལབ་པ་ན།